ད་ད་རིང་འདིར་དོན་ཚན་གསུམ་པ་འདི་ད་ལྟ་ངས་འདིར་པར་རིས་གཅིག་ཕུལ་བཞག་ཡོད། འདི་ང་ཚོ་བོད་ཀྱི་གཞུང་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཁོ་རང་རེད་འདུག་བ། ད་ངེད་ཅག་འདིར་དྲ་རྒྱའི་ནང་འདུག་བ་ལ། ཁོ་རང་གིས་བོད་ཀྱི་བང་ཆེན་གྱི་གསར་འགོད་པ་ལ་སྐད་ཆ་བཤད་བསྡད་རྒྱུ་གཅིག། དེ་འདྲ་ཞིག་འགྲོ་བསྡད་ཀྱི་འདུག་དེ་མཐོང་ཡོད་དུས། ད་ལྡེ་གི་ཐོག་ལ་སོ་སོ་སྒེར་གྱི་བསམ་ཚུལ་ཞིག་མ་བཤད་ཀ་མེད་རེད་ཤག། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་དེ་བཙན་བྱོལ་ནང་ལོག་གི་སྒྲིག་འཛུགས་རྙིང་ཤོ་ཆེ་དང། བྱས་རྗེས་ཆེན་པོ་ཡོད་བསྡད་པ་ཅིག། བར་སྐབས་གཅིག་ལ་སྒྲིག་འཛུགས་འགན་འཁྱེར་མཁན་གྱིས་ཕྱག་ལས་གནང་བབ་ཀྱི་ཐོག་ནས་སྐྱབས་མགོན་རིན་པོ་ཆེའི་དགོངས་པ་བརྒྱད་ཡ། གནས་སྟངས་དེ་འདྲས་བྱུང་རེད་མ་གཏོགས་གཅིག་གིས་གཞན་དེ་སྔ་ཡིན་པ་ན་སྐྱབས་མགོན་རིན་པོ་ཆེ་གིས་ཐུགས་རེ་ཆེན་པོ་གནང་བསྡད་ཀྱི་ཚོགས་པ་ཅིག་ཆགས་བསྡད་གོ་རེད། བོད་ཀྱི་གཞུང་ལྷན་ཚོགས་ཀྱི་ཚོགས་ཆེན་ཚང་མ་བློ་ལ་དེ་སྔ་ཡིན་པ་ན་སྐྱབས་མགོན་རིན་པོ་ཆེའི་ཞབས་སོར་འཁོད་དགོས་བ་རེད་བཀའ་སློབ་ལམ་སྟོན་གནང་གི་ཡོད་རེད། བར་སྐབས་གཅིག་ནས་ལྟ་འདི་ཉམས་རྒུད་ཕྱིན་ཆེ། སྐབས་དང་དུས་ལ་ཨ་རྒྱུན་ལས་དང་ཚོགས་གཙོ་འདི་སྐད་འདི་གི། གནང་བབ་ཀྱི་ཐོག་ནས་ཨ་སྐུ་མདུན་དགོངས་པ་རྒྱས་ཡ་མི་མང་གི་ནང་ལོག་ཡིན་པ་ཡིན་ནའི་ལྟ་ཡིད་ཆེས་བརླག་ཡ། ལྟ་དེ་སྔ་ནང་བཞིན་གྱི་མི་མང་གི་ཡིད་ཆེས་དང་བརྩི་བཀུར་དེ་ག་མེད་བ་འདི། རྣམ་པ་ཚོ་ཚང་མ་ལོག་མཁྱེན་གསལ་རེད། འདི་ངེད་ཀྱིས་ཞུ་དགོས་ཡོད་མ་རེད་བསམ་གྱི་འདུག་བསམ་གྱི་ཡོད། དེ་འདྲ་ཡིན་དེ་དུས་ད་སྒྲིག་འཛུགས་དེ་འདྲའི་གལ་ཆེན་པོ་ཞིག་ཨ་ནི་གང་ཟག་དེ་འདྲས་ང་ཚོའི་སྤྱི་ཚོགས་ནང་ལོག་ལ་སོ་སོས་སྒེར་གྱི་ཁེ་ཕན་སྒྲུབ་ཉེན་རོ། དེ་སྔ་དངོས་གནས་ཅིག་སྤྱི་ཚོགས་ཀྱི་ཐོག་ལ་བྱས་རྗེས་གང་ཡང་མེད་དེ་སྔའི་ཅིག་ཐོབ་བརྒྱ་དགུ་བརྒྱ་ཅིག་ལ་སྒྲིག་འཛུགས་དེ་འདྲའི་ཅིག་གི་སྡིངས་ཆ་གང་ལས་བྱས་ད་སྒྲིག་འཛུགས་དེའི་ཁ་ཕྱོགས་ག་འདྲའི་ཅིག་ལ་ཁྲིད་འགྲོ་གི་འདུག་བེད་སྤྱོད་ག་འདྲའི་ཅིག་ལ་བཏང་གི་འདུག་འདིས་ད་ལྟའི་གི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཁྱབ་ཁོངས་ལ་ཡོད་པའི་གི་ས་གནས་གཞོན་ནུ་ཚང་མ་ལོག་གི། ཐུགས་སྣང་གནང་དགོས་ཡ་ཅིག་ཆགས་ཀྱི་འདུག་བསམ་གྱི་འདུག། སྐབས་དང་དུས་ལ་རྣམ་པ་ཚོད་ཀྱིས་ལོ་འཁོར་ཚོགས་ཆེན་ཡོད་རེད་འགན་འཛིན་ལྷན་ཚོགས་ཚུགས་གནང་གི་ཡོད་རེད་དུ་དུས་དགོངས་ཚུལ་གསུང་དགོས་ཡ་ཅིག་ཧ་ཅང་གལ་ཆེན་པོ་ཆགས་བཞག་བསམ་གྱི་འདུག་དེ་འདྲས་ཅིག་མ་གནང་བ་ཡིན་ན་ནམ་ཞིག་ཅིག་ལ་ཚོགས་པ་དེ་འདྲས་གལ་ཆེན་པོ་ཅིག་རུ་ཨ་ནི་ཅིག་ཆེ་མཐོང་དང། མིང་ཆད་ཆེན་པོ་ཅིག་བྱུང་བ་ཡིན་ན། འདི་ང་ཚོས་འཐབ་རྩོད་ཀྱི་ཐོག་ལས་ཏན་ཏན་གྱོང་རྒུད་ཅིག་རེད་བསམ་གྱི་འདུག་དེ་འདྲ་ཡིན་དེ་དུས་མགོན་པོ་དོན་གྲུབ་ལགས་ཁོ་རང་བོད་ཀྱི་གཞོན་ལྷན་ཚོགས་ཚོགས་གཙོ་རེད། ད་བོད་ཀྱི་བང་ཆེན་ཟིང་ངེ་གསར་ཁང་འདིའི་གནས་སྟངས་ག་འདྲའི་ཆེད་རེད། འདི་ངེད་ཀྱིས་ཞིབ་ཕྲ་ཞུ་དགོས་ཀྱི་མ་རེད་བསམ་གྱི་འདུག་བོད་ཀྱི་བང་ཆེན་འདི་དང་པོ་སུས་བཙུགས་རེད། ད་ལྟ་འདི་གྱི་སྦྱིན་བདག་དེ་སུ་རེད། རྩོམ་སྒྲིག་འགན་འཛིན་སུ་རེད། འདི་ང་ཚོ་ཚང་མ་བློ་ཡིས་ཤེས་ཤེས་རེད་བ། རྩོམ་ག་རེ་ག་རེ་བརྒྱབ་ཡོད་རེད། གནས་ཚུལ་ག་རེ་སྤེལ་གྱི་ཡོད་རེད། འདི་མ་ཤེས་པ་ཁ་ཁ་ཡོད་མ་རེད་བསམ་གྱི་འདུག། འདི་འདྲའི་གི། མིང་ཡོད་བདེ་སྐྱོ་གི། དང། ལུག་ཁྱུ་ཡོད་དུས་རྒྱུག་གི། གསར་ཁང་ཅིག་ལ། ད་སྡིངས་ཆ་དེ་འདྲས་ཅིག་ལ་བོད་ཀྱི་གཞུང་ལྷན་ཚོགས་ཆིངས་ཞེས་སྐད་ཆ་བཤད་པ་ཡིན་ན་གནས་སྟངས་ག་རེ་ཆགས་ཀྱི་རེད། བོད་ཀྱི་གཞུང་ལྷན་ཚོགས་ཀྱི་སྒྲིག་འཛུགས་ཁོ་རང་གི་གནས་སྟངས་དེ་ག་བ་ལེགས་ཀྱི་རེད། མི་མང་གི་ཡིད་ཆེས་དེ་ག་ཚོད་ཅིག་བྱེད་ཐུབ་ཀྱི་རེད། དེ་འདྲས་ཡིན་དེ་དུས་འདི་རྩ་བ་གཉིས་ནས་ཏག་ཏག་བསྡད་ཀྱི་མི་འདུག་བསམ་གྱི་འདུག་ང་ཚོ་མང་ཚོགས་ཀྱི་ཐུགས་སྣང་གནང་དང་གནང་བཞིན་པ་རེད། མི་དམངས་མགོ་སྐོར་བཏང་ཐུབ་གི་མ་རེད་ཆབ་སྲིད་ག་རེ་འཁྲབ་གི་ཡོད་མེད་དེ་ཤེས་མགོ་བ་རེད་སུའི་གི་ཆེད་དུ་ལས་ཀ་བྱེད་གི་ཡོད་མེད་ག་རེའི་གི་ཆེད་དུ་བྱེད་གི་ཡོད་མེད་སུ་ལ་ཁེ་ཕན་ཡོད་མེད་འདི་ཚང་མ་ང་ཚོས་ཤེས་མགོ་རེད། དེ་འདྲ་ཡིན་དུས་ད་རེང་བརྒྱུད་ལམ་འདི་གི་ཐོག་ནས་བོད་གི་གཞོན་ནུ་ལྷན་ཚོགས་གི་ཚོགས་གཙོ་མགོན་པོ་དོན་གྲུབ་ལགས། ཞུ་ཡལ་ལགས། ཁྱེད་རང་གིས་བོད་གི་གཞོན་ནུ་ལྷན་ཚོགས་ཀྱི་སྡིངས་ཆ་འདི་བེད་སྤྱོད་ལོག་པ་མ་བཏང་རོགས་བྱེས། རེ་བ་ལྟ་ངས་ཞིབ་ཕྲ་ཞུ་གི་མེད་སྐད་ཆ་མང་པོ་བཤད་ཡས་ཡོད། འདི་འདྲས་ཅིག་ད་ད་རིང་གི་ཁྱེད་རང་གི་བརྙན་ཕྱོགས་ལ་འཁྱོལ་བ་ཅིག་བརྒྱུད་ལམ་འདི་གི་ཐོག་ནས་ཏན་ཏན་འཁྱོལ་གི་རེད་བསམ་གི་འདུག་དེ་སེམས་གི་ཡོ་བ་ཡིན་ན། ཨ་མྱེས་གོང་དུ་ཞུ་བ་ནང་བཞིན་རེད་མི་མང་ལྐུག་པ་མིན་ལ་འོན་པ་དེ་བས་ཀྱང་མེད། ང་ཚོ་རྟ་འདེགས་དགོས་རེད། མིག་གི་རུ་བ་ཨ་མཆོག་གི་ཉན་འདེགས་དགོས་རེད། དེ་འདྲ་ཡིན་དུས་གཟབ་གཟབ་གནང་རོགས་གནང་ངས་ལ་འབོད་སྐུལ་ཞུ་གི་ཡོད་རོགས་ཚོགས་པ་དེ་འདྲའི་རྩ་ཆེན་པོ་གཅིག་ཨ་སོ་སོ་རྒྱབ་ཀྱི་ཁེ་ཕན་དང་ཨ་ཞང་ཨ་ཁུ་དང་ཚ་བོ་ཚ་མོ་དེ་འདྲའི་གི་མངོན་འདོད་སྒྲུབ་པའི་གི་ཆེད་དུ་ཚོགས་པ་མ་རོ་བ་དེ་འདི་ལ་དངོས་གནས་ཅིག་ཚོགས་མི་ཡིན་པ་ནི་སྟོང་ཕྲག་མང་པོ་ཡོད་རེད་ས་གནས་གི་ཚོགས་པ་ད་ཕལ་ཆེར་ཏག་ཏག་ཞིག་དྲན་གི་མི་འདུག་སུམ་ཅུ་སོ་གྲངས་ཅིག་ཡོད་རེད། རྒྱལ་ཁབ་མང་པོ་ཅིག་ནག་ལོག་ལ་ཡོད་རེད་དེ་འདྲ་ཡིན་དུས་དུས་དེ་འདྲའི་གི་ཚོགས་པ་རྩ་ཆེན་པོ་ཅིག་རེད་བ། བྱས་པ་ཅན་གི་ཚོགས་པ་ཅིག་ཡིན་ཨ་འཆུག་ལ་མ་གཡུག་རོགས་བྱས། མིང་ཆད་མ་བཟོས་རོགས་བྱས། འདི་ངས་ད་རེན། དམིགས་བསལ་གིས་བརྒྱུད་ལམ་འདི་གི་ཐོག་ནས་ཁྱེད་རང་ལ་འབོད་སྐུལ་ཞུ་གི་ཡོད། སྐྱབས་མགོན་རིན་པོ་ཆེ་གིས་ཉེ་བའི་ཆ་ལ་འཚེ་མེད་དང་འབྲེལ་བའི་ཐོག་ནས NDTV ཁྱེད་རང་གིས་བཀའ་འོག་བཟོས་གི་ཡོད་ནའི་རེད། དག་བཤད་གནང་གི་ཡོད་ནའི་རེད་དེ་ཚོ་ཚང་མ་ལོ། དུས་ཚོད་དང། གནང་དང། གནང་ལུགས་དེ་ཏག་ཏག་བསྡད་མ་སོང། འདི་གི་ཐོག་ལ་དྲ་ལམ་གྱི་ནང་ལོག་ལ་བསམ་ཚུལ་ཤུགས་ཆེན་པོ་སླེབས་སོང། ད་འདི་ཁྱེད་རང་གིས་གསལ་བཤད་གནང་ཆེད་ལག་ད་ཡ་དེ་འདྲ་ཁ་སྐད་ཡོད་མ་རེད་གསལ་བཤད་ག་རེ་གནང་པ་ཡིན་ནས་འདི་ཚོ་ཏག་ཏག་བསྡད་ཀྱི་ཡོད་མ་རེད། NDTV གྱིས་གཞུང་འབྲེལ་གྱི་ཐོག་ནས་བརྒྱུད་ལམ་གྱི་ནང་ལོག་ལ་དགོངས་ཚད་བརྒྱུད་ནས་མ་ཞུས་ངེས་ནས་ཁྱེད་རང་གི NDTV གྱི་འབྲེལ་ཡོད་ལས་བྱེད་ལ་སྐྱེ་ལ་ཁ་བཏགས་དཀར་བོ་གཡོག་ཁ་འགྲོ་ཡས་དེ་ཚོ་སྔ་དྲག་གོ་རེད། དེ་འདྲ་ཡིན་དེ་དུས་ནམ་རྒྱུན་ང་ཚོ་བོད་པས་གཏམ་དཔེ་ཞིག་འདུག་བ་ནམ་མ་ལངས་གཉིད་ནས་བྱ་སྐད་རྒྱབ་སོང་ཟེར་ལ་ཡ་བཞིན་འདི་ཆགས་བསྡད་ཀྱི་འདུག་བ། དེ་འདྲ་ཡིན་དེ་དུས་ཚོགས་པ་དེ་འདྲའི་རྩ་ཆེན་པོ་གཅིག་ལ་མིང་ཆད་མ་ཡོང་ཡ་དང་མི་མང་གི་ཡིད་ཆད་མ་བརླག་ཡ་གི་དགོངས་པ་བཞེས་རོགས་གནང་ཟེར་ནས་འདི་འདྲ་གཅིག་འབོད་སྐུལ་ཞུ་བས་ཡིན། ད་ད་ལྟ་གང་ལ་ཡང་རྣམ་པ་ཚོད་ཀྱིས་བགྲོ་གླེང་གནང་བཞག་ངས་དོན་ཚན་བཞི་བ་འདི་ད་སྤྱི་ཚོགས་དྲ་ལམ་དང་མི་མང་གི་ནང་ལོགས་ལ་བསམ་ཚུལ་ཅིག་ཡོང་དང་ཡོང་བཞིན་པ་རེད་བཞག་དེ་འདྲ་ཡིན་དེ་དུས་སོ་སོ་རང་ཉིད་གྲོགས་ཅན་པ་ཡིན་ན་འདི་གི་ཐོག་ལ་མངའ་རིས། མི་མང་རང་གི་ཐོག་ནས་འགན་ཁྱེད་བཞེས། ད་ལྟ་སྐད་ཆ་བཤད་དང་བཤད་བཞིན་པ་ཡིན་དེ་འདྲ་ཡིན་དུས་དུས་ད་རིང་འདི་ནང་ལོགས་ལ། ནིའུ་ཡོག་ནིའུ་ཇེར་སི་མངའ་རིས་དང་འབྲེལ་བའི་ཐོག་ནས་བསམ་ཚུལ་བཤད་ཡས་ཀྱི་འདོད་པ་ག་ཡི་མེད་ཆ་ཤེས་ག་ཡི་མེད་ད་ཡིན་པ་ཡིན་ནའི་ཚོགས་པ་འདིའི་ནང་ལོགས་ལ་གནས་ཚུལ་འདི་གཅིག་ལས་ཚར་ཙང་ཨ་འདི་གི་ཐོག་ལ་སོ་སོས་ཀྱི་བསམ་ཚུལ་འདི་དེ་ཞུ་བཞག་ན་བེད་སྤྱད་མ་འགྲིག་བ་མི་འདུག་བསམ་གི། དེ་འདྲ་ཡིན་ཏེ་དུས་རྟགས་སང་ཉིན་རུ་བ། སྤྱི་ཟླ་དྲུག་པའི་ཚེས་བ་བཅུ་གཅིག་ཉིན་མོ་དེ་ལ་ནིའུ་ཡོག་ནིའུ་ཇེར་སི་གྱི་ས་གནས་མངའ་རིས་ཀྱི་ཐོག་ནས། དར་ཅན་སྐུ་བཞེངས་ཀྱི་མཛད་སྒོ་འདི་གོ་སྒྲིག་ཞུ་གི་ཡོད་ཞེས་བཤད། འདི་ལ་ཨན་ས་སྐྱའི་གྱི་བླ་ཆེན། ས་སྐྱ་གོང་མ་རིན་པོ་ཆེ་མཆོག་གདན་འདྲེན་ཞུ་གི་ཡོད་ཟེར་ལབ་ནས་མགྲོན་ཤོག་ཅིག་སྤྱི་ཚོགས་དྲ་ལམ་ནང་འགྲོ་བསྡད་ཀྱི་འདུག་བ། ད་འདི་ངའི་ཁ་བརྡུར་ཞུ་བས་ན་སྐད་ཆ་མང་པོ་ཅིག་བསྐོར་མ་བསྐོར་བཤད། འདི་ནང་ལ། ཁ་བཏུག་ཁོ་ར་བཞུགས་པས་ན་བླ་མེད་ཀྱི་ཚེ་འདི་བཙོང་བ་ནང་བཞིན་བྱས་བེད་སྤྱོད་བཏང་འདུག་བ་ད། བི་ཛ་ར་ཡ་གི་དུས་འདའ་ལ། འདི་ཡི་མགྲོན་ཤོག་འདི་ཡི་གལ་ཆེན་དོད་ཆེན་བྱས་ནས་ནིའུ་ཡོག་གི་ས་གནས་མི་མང་དང་མངའ་རིས་ཀྱི་མི་མང་འདི་ཚོ་ལ་མགྲོན་ཤོག་བཏང་བ་དང། ནིའུ་ཡོག་ས་གནས་ཀྱི་ཚོགས་པ་སྐྱིད་སྡུག་མི་མང་སྤྱི་ཡོངས་ལ་མགྲོན་ཤོག་དམིགས་ནས་བཏང་བ་མེན་པ་འདི་གསལ་བོ་བཞུགས་བཞིན་རེད་འདུག་བ་མགྲོན་ཤོག་བཟོས་སྟངས་ཁོ་ན་ནི། ནམ་རྒྱུན་མགྲོན་ཤང་མགྲོན་ཤོག་བཟོས་སྟངས་དེ་མགྲོན་བདག་ཁྲིད་སྟངས་དེ་ཁོ་ཚོགས་པའི་ཚོགས་གཙོའི་མིང་ཐོག་ནས་སཱ་ཡན་ཞིག་བརྒྱབ། ཨ་ནི་མགྲོན་བདག་ཤི་སྟངས་བཞག་གི་རེད་དེ་གཅིག་རེད། ད་ལྟ་དེའི་མགྲོན་ཤོག་དེའི་སྒང་ལ་ཡ། ཚོགས་གཙོ། ཚོགས་གཞོན། དྲུང་ཆེ། པད་འབངས་བྲིས་ནས་དེ་ནི་མ། སཱི་སྐྱོན་བཞག་འདུག་བ། ལྷག་དོན་དུ། ས་སྐྱ་གོང་མ་རིན་པོ་ཆེའི་མཚན་གྱི་བོད་ཆོས་བཏང་འདུག་བ་དེའི་ནང་ལོ། འདི་བླ་མའི་མཚན་བོད་ཆོས་བཏང་བར་བ་དེ་བླ་མའི་མཚན་བཙོང་བར་འགྲོ་བ་ཆགས་ར་བ་འདི་ཡག་པོ་བྱེད་རྩ་བ་ཉིད་ནི་མ་རེད་བསམ་གི་འདུག་ང་ཚོའི་མངའ་རིས་ཀྱི་ལོ་རྒྱུས་ནང་ལོ་ནས་ད་རྒྱ་གར་ནས་ཕྱི་རྒྱལ་ལ་ཚུར་མི་བཏང་ཡས་དང་མི་དེ་འདྲ་ཞིག་འཐེན་ཡས་ཀྱི་ལས་ཀ་འདི་ད་ལྟ་ཐེངས་དང་པོར་ད་མངའ་རིས་སྒྲིག་འཛུགས་ཀྱི་མིང་ཐོག་ནས་འདི་ཐེངས་དང་པོ་རེད་ཀུན་དགའ་ཁྲི་ལས་ཁོ་རང་ཚོགས་གཙོ་ཆགས་ནས་འདི་ཁོས་ཀྱི་ལས་གཞི་དང་པོ་དེ་འདིར་ད་ལས་འགུལ་དང་པོ་དེ་ཏཱ་ནི་ཝེ་ནུའུ་ཇར་སི་ཚོགས་གཙོས་ཀྱི་མངའ་རིས་ཚོགས་གཙོས་ཀྱི་མིང་གྱེས་ཡ་དང། མངའ་རིས་དབུས་སྤྱི་མཐུན་གྱི་ཚོགས་གཙོས་ཀྱི་ཝེ་མི་ལི་ཡ་ལང་ཆེ། ཚོགས་གཙོ་བྱེད་ཡ་ཀྱི་རྒྱབ་ལྗོངས་ཀྱི་དམིགས་ཡུལ་དེ་ཚོ་ག་རེ་རེད་ཞག་ད་དེ་གསལ་བོ་ཤོད་ཅིག་ར་འཕྲོད་ཡོང་གི་འདུག་ཨ། རྩ་བའི་ཆེ་བ་ཡིན་ན། མངའ་རིས་ཀྱི་སྒྲིག་འཛུགས་དེ་ས་གནས་ཡིན་ན་རེད་དབུས་ཡིན་ན་རེད་དེའི་ཁྱབ་ཁོངས་ཀྱི་མི་མང་ཡོད་རུང་བ། མི་མང་མེད་པ་ཡིན་ན་དབུས་དང་ས་གནས་ཡོངས་ཤེས་ཡན་ཡོད་མ་རེད་སྒྲིག་འཛུགས་ཁོ་རང་ཡོངས་ཤེས་ཡན་མེད་བ། འདི་ལ་གཟུགས་པོ་མ་བཟུང་ན་མི་མང་ཡོད་རུ་བ། མི་མང་དེ་ཚོ་ལ་ཞེད་སྣང་མེད་ན་འཚེར་སྣང་འགྲོ་བ་ཅིག་གུ་གུར་བ་དེ། དེ་ག་འདྲ་སེ་བ་ཅིག་རེད། ནིའུ་ཡོག་ནིའུ་རྗེར་སི་གི་ས་གནས་མངའ་རིས་ཀྱི་དར་ཆེན་སྐུ་བཞེངས་གནང་གི་ཡོད་བ་ན་འགྲིག་བ་རེད་གོ། སོས་སོས་སོས་ཀྱི་ཆོལ་ཁ་ཕྱག་ལེན་གྱི་ལུང་ཚན་སོས་སོས་སོས་ཀྱི་རིག་གཞུང་དང་སྐད་ཡིག་ག་རེ་ཡིན་པ་ནས་ཆོལ་ཁ་ཕྱག་ལེན། གནང་ཆོག་གོ་རེད་སྲུང་བརྩི་གནང་ན་འགྲིག་གོ་རེད། མི་དེ་གས་དེ་ནང་ལོག་ནས་ད་སུ་སུ་འདུག་ག་རེ་འདུག། དེ་འདྲས་ཀྱི་ས་ཕ་ནས་རྒྱ་གར་ནས་ཨ་རི་ལ་ཕེད་དགོས་ཡས་ཀྱི་དར་ཆེན་སྐུ་ཞང་ཕེད་དགོས་ཡས་ཀྱི་ཁོང་ཚོའི་དམིགས་བསལ་གྱི། ག་རེ་ཡོད་རེད་ད། འབྲེལ་བ་ག་རེ་ཡོད་རེད། རེད་བ། དེ་ཚོ་ཚང་མ་ལོ་ཆབ་སྲིད་རང་གི་ལག་ཆ་ལ་བེད་སྤྱོད་བཏང་ཡས་ཀྱི་ཆེད་དུ། རེད་བ། འདི་ནང་ལ་ཡོད་པའི་ཀྱི་གང་ཟག་དེ་ཚོས་ཀྱི་སྤྱི་ཚོགས་དྲ་ལམ་ནང་སྐད་ཆ་ག་ཚོད་བཤད་གོ་རེད། བོད་མི་སྒྲིག་འཛུགས་ལ་ཟུར་ཟ་དང་སྐྱོན་བརྗོད་ག་ཚོད་བྱེད་གོ་རེད་དེ་འདྲས་མི་དེ་འདྲས་གང་ཟག་དེ་འདྲས་སླད་དེ་འདུག་བ་དེ་ནང་ལོག་རེད། དེ་འབྲེལ་གྱི་སྒྲིག་འཛུགས་ལ་སྡང་ཟུག་བྱེད་མཁན་དང་གཞི་མེད་སྐྱོན་བརྗོད་ཀྱི་ཟུར་ཟ་བྱེད་མཁན་དང། རུ་བ་གཞི་མེད་སྐྱོན་བརྗོད་བྱེད་མཁན་སྤྱི་ཚོགས་དྲ་ལམ་ནང་སྐད་ཆ་བཤད་མཁན་དེ་འདྲས། གང་ཟག་དེ་འདྲས་ད་ཕ་ནི་ཚུལ་ཁེ་ཕན་འབྲས་བྱས་ཏེ་མངའ་རིས་ཀྱི། སྤྱི་བེད་ཀྱི་སྒྲིག་འཛུགས་ཅིག་གི་མིང་བེད་སྤྱོད་བཏང་ནས་ཡོང་དེ་དུས་དེ་ཚོ་ཁྲིམས་འགལ་རུ་བ་དེ་ཏག་ཏག་དེ་གོ་མ་རུ་བ། ད་ཚོགས་པ་དེ་ཚོ་ཚང་མ་ལ་དེབ་སྐྱེལ་བྱེད་དགོས་ཡས་ཀྱི་དམིགས་ཡུལ་དེ་ག་རེ་མི་བཏང་ཡས་ཆེད་དུ་རེད་པས་དེབ་སྐྱེལ་བྱེད་དགོས་ཡས་དེ་ཚོགས་པ་རྩ་ཆེ་ནས་དྲག་ཡས་དང། དེ་ཡས་ཀྱི་ཁྱབ་ཁོངས་ཀྱི་མངའ་རིས་མི་མང་ལ་ཕན་ཐོག་ཡས་དེ་འདྲས་ག་ཡས་མར་འདུག་བ། དེ་འདྲས་ཡིན་དུས་དེ་ཡས་ཀྱི་ཐོག་ལ་ཏན་ཏན་རྣམ་པ་ཚོས་མཁྱེན་གྱི་རེད། དེ་སྔ་དེ་བོད་མི་སྒྲིག་འཛུགས་ཀྱི་ཁྲིམས་དཔོན་རྣམ་པ་དེབ་གཅིག་ལ་འཕོ་འགྱུར་བཏང་མ་བྱུང་ན་བཏང་ངན་གཙོ་བོ་དེ་ད་གང་ལ་ཡ་རྣམ་པ་ཚོས་བཀའ་མོལ་ཟུང་གསུང་ངན་བྱུང་སོང་སྐབས་དུས་དུས་རྒྱན་མཁྱེན་ངན་ཚོགས་གཙོ་ཟུར་པ་པད་མ་འབྱུང་གནས་ལགས་དང་ཨ་ཅར་ཡ་ཡེ་ཤུ་ཕན་ཚོགས་ཁོ་གཉིས་ཀྱིས། ཏག་ཧུར་ཏག་པར་ཐག་ཆད་ཆད་གྲོས་ཚོགས་ནང་ལོ་ལྡེག་གི་རྒྱབ་ལོག་ལ་བྱུས་དང་ལྟས་ངན་དང་རྒྱབ་སྐྱོར་བྱེད་མཁན་ཚང་མ་ལོ་སུ་ཡིན་མེད་ངས་ཞུ་གུག་མར་བ། དེ་འདྲས་བྱེད་བྱེད་གང་ལྟར་ལོ་རྒྱུས་ནང་བྱུང་མྱོང་མེད་པའི་གི་རྐྱང་རིན་པོ་ཆེ། ཐུགས་ཕམ་མེད་ཀྱི་ལས་ཀ་ཅིག་བྱེད་ནས་བཞག་བཞག་ཡོད་རེད་ད་ལྟ་ང་ཚོའི་སྒྲིག་འཛུགས་གི་གནས་སྟངས་འདི་ལྟ་བེད་ཤེས་མེད་རོ་མེད་བྱས་ནས་གཡུག་བཞག་འདུག་བ། དེ་ཁུངས་མ་འཁྱོལ་ན་རྩ་དགོངས་ཞུས་ནས་དོན་ནི་འཆིང་འགྲོ་ཁུངས་སྐྱེལ་མ་བཟོ་བ། དེ་འདྲའི་གང་ཟག་གཉིས་ལ་ཆེད་མངགས་ཡང། མི་མང་ལ་རྨ་ཁ་བཟོ་ཡས་ཀྱི་ཆེད་དུ། ཨ་ནི། གསོལ་སྟོན་རྒྱག་གི་ཡོད་གཟེངས་རྟགས་ཕུལ་གི་ཡོད་བྱས་བྱས་ནིའུ་ཡོག་ལ་མཛད་སྒོ་ཕུལ་ནས་སྐབས་དེ་དུས་ང་ཚོ་མངའ་རིས་ཀྱི་མི་མང་གིས་འགན་ཁྱད་བྱས། མངའ་རིས་མི་མང་དམངས་དེ། རྒྱ་བོད་རིན་པོ་ཆེའི་དགོངས་གཞི་གཞི་བཟུང་དང་བོད་མི་སྒྲིག་འཛུགས་ལ་དབུལ་བོ་དཔུང་སྡེ་ཞུ་ངེས་ཡིན། ཞུ་ངེས་ཀྱི་ཕྱག་དེབ་སྐོར་བརྒྱ་ཆ་དགུ་བཅུ། སྒོ་ང་ཚང་མ་ལོག་ལྟ་ཉུང་ཤས་ཅིག་གིས་སོ་སོའི་ཁེ་ཕན་དང་སོ་སོ་ལ་ཁེ་ཕན་གང་ཟག་སྒེར་གྱི་ཁེ་ཕན་གྱི་དོན་དག་ལ་ལྟ་བལྟ་ཁོ་རང་རང་དོན་འགྲུབ་ན་ཆ་ལུགས་ཉན་ན་ཉན་ཞུ་ངན་ན་ཞེན་ཆེ་ཆེ་ལྟ་བལྟ་ངོ་ཚ་ཁྲེལ་གཞུང་མེད་ཆེ་ཞེ་ནང་ཚན་ནག་མེད་ནས་གང་འདོད་བལྟ་ཁོ་རང། བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ཅིག་ཅིག་ཡིན་པ་ན་ཞེན་ཆེ་ཆེ་ལྟ་བལྟ་ཁ་བཏགས་གཡོག་རྩོད་མེད་པ་གཡོག་ནས་ལྟ་བར་རྒྱབ་བྱས་ཏེ་སྤྱི་ཚོགས་དྲ་ལམ་ན་ཆེད་མངགས། མངའ་རིས་མི་མང་ལ་མཐོང་ཆུང་དང་ཁྱད་གསོད་ཀྱག་ཀྱག་བྱེད་དགོས་རུང་དེ་གཞན་དག་ག་ཡི་མ་རུ་བ། བྱེད་པ་ཅན་ག་རེར་ཁོ་ཚོ་རྒྱ་གར་ནས་བྱེད་བྱེད་བྱེད་བཞག་ནས་སླེ་རུ་བས། དེ་གོས་ཀྱི་ཁ་བཏགས་གཡོག་དགོས་ཡ་བྱེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཚོགས་གཞོན་དང་བྱང་ཨ་རིའི་དོན་གཅོད་ཕེབས་སོང་ནས་དེ་འདྲའི་ཁ་བཏགས་མི་འདུག་བ་སྐྱེ་ལ་གཡོག་ངེས་མི་འདུག་བ། ད་མི་དཀྱུས་མ་ག་ག་ཡི་རྒྱབ་ལྗོངས་མེད་བསྡད་རྒྱུ་དེ་འདྲས་ཀྱི་དེའི་སྤྱི་ཚོགས་ལ་དྲ་ལམ་ནང་ལ་དྲ་མི་འདྲ་བཤད་དེ་ཉིད་ཀྱི་གང་ཟག་དེ་འདྲས་འདི་ནང་དུ་བ་རིམ་པས་ང་ཚོ་འདི་ཚོ་ཁ་གསལ་བོ་བཟོས་ཆོག་གི་རེད་བསམ་གྱི་འདུག། འདི་འདྲའི་འདུས་སྡེ་གི་ཐོག་ལ་མངའ་རིས་མི་དམངས་དམངས་དེ་བརྟན་པོ་ཞུ་ཅི་རེད་ཤག་རོ་བ། ཡིན་ནའི། འདི་གི་ཐོག་ལ་བསམ་ཚུལ་བཏོན་ཡས་དང། མ་འོངས་པ་ལ་ག་འདྲ་བྱེད་དགོས་དགོས་ཡོད་མེད་གི་ཐོག་ལ། བསམ་ཚུལ་ཤུགས་ཆེན་པོ་ཡོད་བསྡད་པ་ཆེ་ཆགས་བསྡད་དགོས་རེད་རོ་བ། དེ་སྐབས་དང་དུས་ལ་མངའ་རིས་མི་དམངས་རྒྱ་ཆེ་མི་དམངས་ཀྱིས་ཐག་བཅད་གི་རེད་བསམ་གི་འདུག་མངའ་རིས་ཀྱི་ཚོགས་ཆེན་འཚོགས་ཡས་ཡོད་རེད་རོ་བ། མངའ་རིས་ཁོ་རང་གི། སྒྲིག་འཛུགས་ཀྱི་ཁྲིམས་དང་སྒྲིག་གཞི་ཡོད་རེད། ཚོགས་གཙོ་དེ་ཚོ་འཕོ་འགྱུར་གཏང་གཏང་དགོས་གི་ཡོད་བ་ནི་གཏང་ས་ལང་ཀ་ཡོད་རེད། རེད་བ། རྒྱུན་ལས་ཆ་ཚང་ཅིག་འཕོ་འགྱུར་གཏང་དགོས་གི་ནི་གཏང་ས་ལང་ཀ་ཡོད་རེད། ད་སྔར་བྱུང་མ་མྱོང་བའི་ལས་ཀ་དེ་འདྲའི་ད་འདས་ཀི་ང་རིག་གི་འདི་ཕྱི་ནས་ཡོང་བསྡད་གི་འདུག་བ། བླ་མ་ལ་དབུ་འགོག་ཞུ། རེད་བ། ད་དེ་ཚོ་ཚང་མ་ལོ་དངུལ་གནས་ཅིག། བླ་མ་བླ་ཆེན་ཚོའི་བསྟན་བདག་ཚོས་གི། ཁོར་ཡུག་ལ་ཞུགས་ཏེ་ཉིན་གྱི་ཞབས་ཕྱི་བདེན་ཚུལ་གྱིས་ཐུགས་སྣང་གནང་དགོས་ཡས་དང་གཟབ་གཟབ་གནང་དགོས་ཡས་བྱེད། བླ་མ་ལ་མཚན་བཤད་མ་འགྲོ་ཡས་བྱེད་འདི་ཚོ་ཚང་མ་ལོ་རྒྱལ་སྤྱི་གི་ཁྲིམས་གི་ཐོག་ནས། ཨ་རིག་གཞུང་ཚབ་གི་ཐོག་ནས་མཁྱེན་པ་ཡིན་ན། ད་གཞུང། གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲས་ཨ་རིག་ནང་ལོག་ལ། ཁྲིམས་མེད་ལུགས་མེད་བྱས་ནས་དེབ་སྐྱེལ་བྱས། ད་དེ་ཚོ་མི་བཏང་ཡས་གི་ལག་ཆ་ལ་བེད་སྤྱོད་བཏང་པ་ཡིན་ན་དེ་ཨ་རིག་གཞུང་གི་ཐོག་ནས་ཏག་ཏག་བསྡད་གི་རེད་ག་འདྲས་ཟེར་གི་རེད་གཟིགས་སྟངས་གཟིགས་ཚུལ་དེ། རུ་བ། དེ་ཚོ་ཚང་མ་ལོ་ང་ཚོ་ནག་པོ་ཆགས་ཡས་ཀྱི་སྒྲིག་འཛུགས་དང་བླ་མ་དང་མི་མང་དང་ཚང་མ་ལོ་ནག་པོ་ཆགས་ཡས་ཀྱི་ལས་ཀ་ཅིག་རེད་འདུག་བ། དེ་འདྲ་ཡིན་དུས་དེ་ཚོ་གཟབ་གཟབ་གནང་དགོས་ཡས་ཅིག་དེའི་བཞིའུ་པའི་འཇོན་པ་དང་འཇོན་ཐང་དང་སྤྱང་པོ་བཞིའུ་གཅིག་དང་བཞིའུ་གཅིག་གི་བྱས་རྗེས་ཀྱིས་དེ་ལ་མེན་པ་བྱས། རེད། རྒྱབ་ལྗོངས་ཀྱི་དེ་ཚོ་གི་ཐོག་ནས་གནད་འགག་ག་རེ་ག་རེ་ཆགས་ཀྱི་ཡོད་མེད་དེ་ཚོ་ང་ཚོས་དགོངས་པ་བཞེས་དགོས་ཡ་མཆིས། དེ་འབྲེལ་གྱི་ཐོག་ནས། མངའ་རིས་ཀྱི་ད་ལྟའི་གི་ལས་ཐོག་གི་ཚོགས་གཙོའི་མིང་ཁྱེར་དེ་ངས་སྐུ་མགར་འཕྲིན་ལས་ཡིན་པ་ཡིན་ནའི་ད་གཟབ་གཟབ་གནང་དགོས་ཡ་མཆིས་འཁྲབ་ན་འཁྲབ་རྩོད་མེད་པ་འཁྲབ་བཟོ་ན་རེད་བ་ང་ཚོ་མངའ་རིས་མི་མང་ལྟ་བདེ་བ་རེད་ད་མངའ་རིས་ཀྱི་མི་མང་ལ་ནག་ལོག་ནས། ཐད་ཀར་བྱུས་གཏོགས་བྱེད་མོ་དགོ་ན་བྱེད་དགོས་ཡོད་མ་རེད་མ་གཏོགས་བྱེད་ཀྱི་ལྟ་ནས་བསྡད་ཡོད་རེད་མི་མང་གི་ནག་ལོག་ལ་འཇོན་ཐང་ཡོད་ངེས། སློབ་སྦྱོང་ཡོད་ངེས། སྤྱི་ཡོངས་གི་གནས་ཚུལ་ཚང་མ་མགོ་ཚུགས་ངེས་དེ་འདྲ་ཡོད་རེད་ལྐུགས་པ་དེ་འདྲ་མ་རེད་ད་གྱུར་ནས།

ད་ཡུན་རིང་པོ་ཅིག་ཕྱིན་སོང་སྐད་ཆ་བཤད་ཡ་ཡང་སྲིད་ཡང་སྲིད་གོ་སྐབས་གླེང་ཐུབ་མི་འདུག་ཡིན་པ་ཡིན་ནའི་སོ་སོའི་གི་བསམ་ཚུལ་ག་རེ་ཡོད་པ་དེ་ཚོགས་པ་འདིའི་གི་ནང་ལོག་ལ་ཞུས་པ་ཡིན་དེ་འདྲ་ཡིན་དུས་དུས་རྣམ་པ་ཚོ་ཚང་མ་ལོག་ད་ངས་སྐད་ཆ་དེ་རིང་པོ་འགྲོ་བྱས་ཆགས་སོང་དེ་འདྲ་ཡིན་དུས་རྣམ་པ་ཚོ་ཚང་མ་ལོག་མཁྱེན་རྟོགས་རང་གི་ཆེད་དུ་ཡིན་ང་རང་སྒེར་གི་བསམ་ཚུལ་ཡིན་འདི་ཏག་ཏག་བསྡད་པ་ཡོང་སྲིད་གི་རེད་རྣམ་པ་ཚོའི་དགོངས་པ་དང་མ་མཐུན་པ་དེ་འདྲའི་ཡོང་སྲིད་གི་རེད་ཨ་ནི་གཉེན་ཕྱོགས་གཅིག་ནས་གསན་གཉེན་ཕྱོགས་གཅིག་ནས་བཏང་བཞག་ན་འགྲིག་གོ་རེད། རུ་བ། འདི་ལ་བལྟས་ཞེས་གནས་ལུགས་རྒྱུ་མཚན་དུ་བསམ་ན་ནི་དགོངས་པ་བཞེས་རོགས་གནང། ང་ཚོ་མི་མང་གིས་ད་འགན་འཁྱེར་དགོས་ཤིང། ད་ད་ལྟ་སྒྲིག་འཛུགས་དེ་ཡིན་པས་ནི་སྒྲིག་འཛུགས་ང་ཚོ་ག་ཚོད་བརྩི་གི། རྫ་དྲག་པོ་དང། དཀའ་ངལ་ཆེན་པོ་གཅིག་གང་ལ་གནས་བསྡད་ཡོད་རེད།